ཧོ། ལ་སོགས་བལ་རྒྱ་ལོའི་གྲྭ་ཚོ་ཞེས་པ་གླིང་སྟེང་ཆེ་བ་འདི་གྱི་ནོར་ལུག་ལ་བཞུགས་པས། དེ་ནས་གྲྭ་བདག་ཚོགས་གཙོ་མཆོག་མི་འདུག་ལ་གཙོ་བོ་གྱུར་པས་སྟོང་རྩིས་པ་གནང་བ་གཉིས། དག་སྣང་དབྱིངས་ཀྱི་གྲྭ་ཚོགས་འདི་གྱི་སྟེང་ལ་བཞུགས་པས་ཕུ་ནུ་མི་སྲིང་ནང་པ་ལན་ཅིག་ཡོངས་སུ་རྫོགས་པ་ལ། ཨ་ནེ་དུས་གསུམ་གྱི་ཐོག་ནས་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞེས་ཞུ་ཡ་ཡིན། དེ་དང་མཉམ་དུ་ད་ནང་པ་ཚོ་གི་གང་འདོད་བགྲོ་གླེང་རོགས་དུ་རིམ་པ་མང་པོ་གསུང་བཞག་འདུག་ལ་དེ་ག་ནང་བཞིན་གྱི་བརྙན་ཐུང་ཧ་ལས་པ་མང་པོ་བཏང་འདུག་པར་རིགས་མང་པོ་བཏང་སྡོད་འདུག་ཚང་མ་གྱིས་ལྟ་རྒྱུ་ཉན་རྒྱུ་ཀློག་རྒྱུ་དུད་འགྲོ་བྱུང་འུ་ཐུག་ཡ་ཁོ་རང་མི་འདུག་ཡིན་ན་ལས་སོ་སོའི་དུས་ཚད་ལ་བབ་པས་གང་ཡོན་ཅི་ཡོན་ཉན་ཅི་ཐུབ་ཅི་ཐུབ་ལྟ་ཅི་ཐུབ་ཀློག་ཅི་ཐུབ་དུད་འགྲོ་གྱི་ད་ལྟ་བར་དུ་བྱས་བསྡད་པ་དུད་འགྲོ་གྱི་ཡིན། དེ་ཡིན་དུས་གུས་པ་སོ་སོ་ལྟ་བུ་འདྲུད་རྗེས་དང་བྱུས་གཏོགས་ཚོ་པ་འདིས་ཀྱི་ནོར་ལོག་ལ་སྨྱོ་གཞུ་བཤད་ནས་བརྗོད་རུང་པ་ཞེ་དྲག་འགྲོ་སོང། ཡིན་ནས་ལས་ཚོ་པ་འདིས་ཀྱི་སྟེང་ལ་སྐད་ཆ་ཚིག་གཅིག་ད་ལྟ་བར་དུ་བཤད་མ་མྱོང། དེ་ཡིན་དུས་ད་དེ་རིགས་ལྐོགས་སུ་བོད་པ་ནོམ་པ་ཚོགས་ཀྱི་རྗེས་གཞི་དང་འབྲེལ་བའི། སོ་སོའི་ངོས་ནས་བསམ་ཚུལ། ནས་ཚིག་ཁ་ཤས་ཅིག་ཞུ་མཛད་པ་བྱུང་སོང། དེ་ཡང་འོག་དང་ནང་པ་ཚོགས་ཀྱི་གམ་དུ་བགྲོ་གླེང་དང་འབྲེལ་ལས་པའི་ཨ་ནེ་ཞུ་རིན་ཚིག་ཁ་ཤས་རྗེས་ཞུ་ན་བསམ་སོང། དེའི་འདུག་དང་པོ་དངོས་རེད་ལ། ཨ་ནེ་ན་ཉིན་ཉིས་སྟོང་ཉི་ཤུ་གི་ལོ་ལ་རྒྱ་ནག་ཧོང་ཝེན་ནས་མཆེད་པའི་ཏོག་དབྱིབས་ནད་དུག་དེ་གི་རྐྱེན་པས་འཛམ་བུ་གླིང་གི་འདི་གི་ནོར་ལུག་ལ་མི་རྒྱུ་ཟོག་ཟན་ལ་གོས་ཆོག་ཧ་ལས་པ་ཆེན་པོ་གྱི་དུད་འགྲོ་ཅིག་བྱུང་པ་རེད། དེ་ག་ནང་བཞིན་གྱི་ང་ཚོ་གནས་ཡུལ་རྒྱ་གར་རྒྱལ་ཁབ་ཆེན་པོ་འདི་གྱི་ནོར་ལུག་ལ་ཕྱག་མཚོན་པ་ཡིན་ན་ཡང། ཨ་ནི། ཕྱིའི་རྡེལ་དཀར་བརྒྱ་སྟོང་གི་ལ་སོགས་པ། འཕྲིན་དང་སྒྲིག་གཞི་མང་པོ་བརྒྱུད་བཙུགས་གསུམ་བྱེད་དགོས་ངེས་ཀྱི་གནས་སྟངས་ཆགས་པ་རེད། དེ་ཡིན་དུས་ཤིན་ཏུའི་གྲོས་ཚོགས་དེ་འདས། ཚོགས། ཨུ་ཐུག་ལྟ་རྒྱུགས་ཀྱི་འབད་བརྩོན། ཚོགས་གཙོ་འགས་གཞན་རྣམ་པ་གཉིས་ཀྱི་ངོས་ནས་ཡིན་ན་ཡང་གང་ཡིན་ཅི་ཡིན་བརྗིད། བཤད་བསྡད་པ་དེ་གསལ་བོ། ཉན་ཅེར། ཨ་ནེ། ཚོགས་གཙོ་ཟུར་བ་པད་མ་འགྱུར་གནས་ལགས་ཀྱིས་གསུངས་སོང་ཨ། དེ་ཡིན་དུས་ད་ང་ཚོ་བོད་མིའི་སྒྲིག་འཛུགས་དེ་རྡ་རམ་ས་ལ་ཆགས་བསྡད་ཡོད་པ་ཡིན་དུས་རྡ་རམ་ས་ཀྱི་རྫམ་དེ་འདི་ཀོང་ར་རྫོང་ཡིན་པ་ཡིན་དུས་ཀོང་ར་རྫོང་གི་རྫོང་དཔོན་དང་དཔོན་རིགས་ཁག་མང་པོ་གཅིག་ལ་ཐུག་འཕྲད་བྱས་ནས། ཨ་ནེའི་ཚོང་དོན་ཐད་ཚོགས་འཐུས་རྒྱུག་མཁན་འབད་རྩལ་དོན་འགྲུབ་ཀྱིས་གནང་བཞག་འདུག་ཡིན་ནའི་ལས། ཨ་ནེ་ཤིན་ཏུ་དེ་སོགས་ཚིག་མཛངས་མ་ཐོས་བབས་ཀྱི། གནས་སྟངས། སྲས་ཞིག་སྲས་པ་དུད་འགྲོ་ཅིག་ཆགས་ནས་མཐའ་མེད་ཀྱི། ཨ་ནེའི་གྲོས་ཚོགས་དེ་ཕམ་འབྱུང་བྱེད་དགོས་ཀྱི་གི་གནས་སྟངས་དུད་འགྲོ་ཅིག་བྱུང་བ་རེད། དེ་ལ་བརྟེན་ནས་ཆེས་མཐོའི་ཁྲི་ཤིས་ཁང་གི་ཁྲི་པའི་རྣམ་པ་ཚོགས་ཀྱི་ཡིན་ན་ཡང། ཨ་ནེའི་གྲོས་ཚོགས་ཕམ་འབྱུང་བྱེད་ཀྱི་དེ་ཧ་ལས་བབས་ཀྱི། རྫ་ཅན་ཡིན། དེ་ཡང་དབུས་པད་མའི་སྒྲིག་འཛུགས་ཀྱི་བཅའ་ཁྲིམས་རིན་པོ་ཆེ་གི་དགོངས་དོན་དང་ངོས་འགལ་ཡོད་པ་མང་པོ་ཞིག་གསུངས་ནས། མཐའ་མེད་ཀྱིས་དེ་ནས་ཆོས་རྒྱུད་ཆེན་པོ་བཞི་གཡུ་འབྲུག་བན་དུ་བཅས་པས། ད་ལྟ་ཤིན་ཐུའི་གྲོས་ཚོགས་ཀྱི་འཐུས་མི། ཤིན་ཐུའི་རྒྱུན་ལས་རྣམ་པ་ཚོ་ལ། དེ་ནས་བྱེ་བྲག་གི་སྟོང་ནི་དེ་ཡང། འདས་བྱས་ཀྱི་ཐོག་སྟོང་དུ་འཕྲོ་བ་རེད། དེ་ཡིན་དུས་དེའི་གི་རྗེས་ལ། བལ་མི་མོ་ཤིན་ཏུའི་གྲོས་ཚོགས་ཚོགས་ནས། ཤིན་ཏུའི་རྒྱུན་ལས་རྣམ་པ་ཚོགས་ཀྱི་ཡིན་ན་ཡང། ཤིང་རྨོད་ཅིག་གི་ཐོག་ལ། གྲོས་འཆར་བསྣམས་ནས་དེ་ཡང། བའི་མ་མོ་ཤིན་ཏུ་མཚུངས་གཞན་ཨ་ཀྱཱ་ར་ཡེ་ཤེས་ཕུན་ཚོགས་ཀྱི་གྲོས་ཚོགས་ར་བ་ནོར་ལོག་ལ་བསྣམས་ནས། ཐ་མལ་གྱི་ཤིན་ཏུའི་གྲོས་ཚོགས་ནོར་ལོག་ལ་བརྩམས་པོར་སུན་ཆ་གཉིས་ཀྱི། ཨ་ནི། ཆེན་ཏུ་ཁྲིད་ཤིག་ཁོང་གི་ཁྲིད་དཔལ་དང་གཞན། ཁྲིད་དཔལ་རྣམ་པ་གཉིས། འཕོ་འགྱུར་གཏོང་རྒྱུ་གའི། ཐག་བཅད་དོན་གྲོས་ཀྱི་བྱུང་བ་རེད། དེ་ཡིན་དུས་དེའི། བྲིས་པའི་ནོངས་པ་བཙོག་གི་ཡིན་ན་ཡང། ཨ་ནེའི་བཅར་འདྲིའི་དགོངས་དོན་ལྟར་ནས། དེ་ལ་བརྩི་སྲུང་བྱས་ནས། ལས་མཚམས་བཞག་ནས་འགྲོ་གི་ཡིན་ཟེར། འགྲོ་བ་རེད། ཡིན་ནས་ལས། དུས་ཚོད་རྒྱུན་རིང་པོ་མ་འགོར་ནས། ཨ་ནེ་ཤོག་ཅིག་ཟོང་དོག་རིན་པོ་ཆེ་མཆོག་དངོས་སུ། ཨ་ནེ་ནོར་བྷེལ་རླུང་འཕྲིན་ཁང་གི་བཅར་འདྲི་བྱས་ནས་དེ་རང་ལ་ཕེབས་ནས། ཨ་ནེའི་བཅར་འདྲི་ལ། འགྲེལ་བཤད་སྣ་ཚོགས་པ་མང་པོ་ཅིག་འཇོག་ནས་མཐའ་མེད་ཀྱི། ཨ་ནེ་ང་རང་ཚོ་གི་བལ་མི་མོ་ཤིན་ཏུ། གྲོས་ཚོགས་ཀྱི་ནོར་ལོག་ལ་བརྩམས་པོར་སུན་ཆ། གཉིས་ཀྱི། འཕོ་འགྱུར་གཏོང་བཞག་པ་དེ་འདྲའི། རྟག་རྟག་ཅིང་འགྲིགས་མེད་པ་གྱི་སྣོམ་པ་བསྟན་ནས། མདོར་ན་བཅའ་ཁྲིམས་རིན་པོ་ཆེ་ཡང་འཐེན་མ་འཐེན་འགྲེལ་བཤད་མང་པོ་ཞིག་བརྗོད་པ་རེད། དེ་ལ་བརྟེན་ནས་ཤིང་ཚོགས་ཀྱི་ནོར་ལོག་ལ་ཧ་ལས་པ་གྱི་ཟིང་ཆ་ཆེན་པོ་ཞིག་བྱུང་བ་རེད་དྲ་རྒྱ་རྒྱ་ལམ་ཁག་གི་ནོར་ལོག་ལ། ཞེ་དྲག་གི་ཤིང་ཚོགས་དེ་འཕྲུལ་ཆ་དེ་བོ་ཐེབས་པ་རེད། དེའི་གི་རྗེས་སུ་ནི། བཀའ་ཟུར་དང་ཤིས་ཟུར། འཁྲིག་པའི་ཟོར་བ། ལས་བྱེད་ཟོར་བ་ལ་སོགས་པ་ལ་སོགས་པ་ཁོག་ཚོལ། ས་འོག་གི་དར་ཐག་ཟེར་ན་མི་འདོད་གང་ལྟར་ཡང་ཁོ་རང་ཚོ་གི། ཨ་ནེ་སྐད་ཆ་མང་པོ་བཤད་ནས་ཡིད་ཆ་བཟོ་ནས། ཨ་ནེ་འཁྲིག་པའི་ནང་པ་ཚོ་ཡར་དངོས་སུ་མུ་མཐུད་ཞིག་ལས་ཀ་བྱེད་དགོས་རོགས་གི། ཡི་གེ་བཏང་བ་རེད་ལ་དེ་ནང་དབྱིན་གྱི་ཅིག་མི་མང་པོ་ཅིག་གི་ས་ཡིག་བསྡུ་རུག་བྱས་ནས་བཏང་བ་རེད། དེའི་གི་རྗེས་སུ། ཨ་ནི་ཆེས་མཐོའི་ཁྲིད་གཞིས་ཁང་གི་ཁྲིད་དཔོན་ཟུར་པ། ཨ་ནི་འཕོ་འགྱུར་གཏོང་བཞག་འཇོག་དེ་སོ། ཨ་ནི་ལས་ཀ་མུ་མཐུད་བྱེད་གི་ཡིན། བཀའ་ཟུར་དང་སྤྱི་ཟུར་དང། ལས་བྱེད་ཟུར་པ། ཨ་ནི་མི་མང་པོ་གཅིག་གིས། ལས་ཀ་མུ་མཐུད་བྱེད་དགོས་ཀྱི་འདུག་གསུང་གི་འདུག། དེ་ཡིན་དུས་ང་ཚོ་མུ་མཐུད་ཀྱི་ལས་ཀ་བྱེད་ཀྱི་ཡིན། ཨ་ནེ་བཙན་བྱོལ་གཞུང་ཟེར་ན་མི་འདུག་ད་ལྟ་ང་རང་ཚོ་གི་བཅའ་ཁྲིམས་རིན་པོ་ཆེ་དགོངས་དོན་ལྟར་བོད་མི་མང་སྤྱི་འཐུས་གྲོས་ཚོགས་ཀྱི་ནོར་ལུག་ལ་གཏན་ལ་ཕོག་ནས། གནས་ཡིག་གཏོང་བཞག་འཇོག་དེ་འདྲའི། རྩིས་མེད་རྡོག་རིལ་གཏོང་ནས། ཨ་ནེ་ཆེ་མཐོའི་ཁྲིད་ཤིག་ཁོང་གི་ཁྲིད་པས་ཆེ་བ་དང་གཞན་ཁྲིད་པས་གཉིས། ཨ་ནེ། འཕྲིན་ཐོག་ནོར་ལ་ཡག་སླེབས་པ་རེད། དེ་སླེབས་མཚམས་ནས་ཉི་མ་གཉིས་སམ་གི་མཚམས་ལ། ཨ་ནེ་ང་རང་ཚོ་གི་སྲིད་གཞུང་གསར་པ། སྤེན་པ་ཚེ་རིང་མཆོག་དམ་འབུལ་བྱས་པ་རེད། སྲིད་སྐྱོང་ཟུར་བ་མཁས་དབང་བློ་བཟང་སེང་གེ་མཆོག་གིས་གཙིགས་ཆེད་གནང་བ་རེད། སྐབས་དེ་དུས་ཡིན་ན་ཡང། ང་རང་ཚོ་གི་ལྟ་བའི་མི་ཁོ་པེ་གཉིས། ཤོ་ནོར་གོང་ས་ཤང་ཀན་ཆེན་པོ་མཆོག་དྲ་ཐོག་ལ་ཐད་གཏོང་བྱས་ནས། ཨ་ནེ་སྲིད་སྐྱོང་ཟུར་བ་ལ་ཨ་ནེ་ཤ་ལས་ཧ་ལས་པ་ཡག་པོ་ནོག་སོ་ཧོར་ཐག་འབར་ཐག་བཤད་སོ་ཐུགས་རྗེ་ཆེ་གསུངས་པ་རེད་དེ་མཚོན་པའི་རྒྱ་ཤེས་མང་ཚོགས་ཀྱི་མ་མོས་ཅིག་གི་ཐོག་ལ་གདང་ཐད་བྱུང་བའི་སྲིད་གཞུང་གསར་པ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་སིོ་དུད་འགྲོ་ཅིག་ཞུ་བ་རེད་དེ་གའི་ཕྱི་ཉིན་ཨ་ནེ་སྲིད་གཞུང་ཟུར་པ་དང་བཀའ་ཤག་ཟུར་པ་དེ་སོགས་ལ་ཨ་ནེ་ཤི་ནོར་ཀོང་སོ་ཤང་མཁན་ཆེན་པོ་མཆོག་གིས། དྲ་རྒྱ་ཐད་གཏོང་གཅིག་གི་ཐོག་ལ་གནས་མཇལ་ཁ་གནང་བ་རེད་ལ། དེ་ནང་བཞིན་གྱི་གསུང་གི་བདུད་རྩི་བཀའ་སློབ་དུད་འགྲོ་གཅིག་གནང་བ་རེད། དེ་ཡིན་དུས་སྲིད་གཞུང་ཟུར་པ་མཆོག་གིས་ད་ལྟ་བར་དུ་ཕྱག་ལས་ཧ་ལས་པ་ཡག་པོ་གནང་སོང། གཉིས་ཐ་བ་ནས་ཐུགས་རྗེ་ཆེ། ད་གནས་སྐབས་ཀྱི་ཕར་འགྲོ་གི་རེད་ཚེ་ད་དུང་ཡིན་ན་ཡང་ཚུར་ཕེབས་ནས་ལས་ཀ་ཁ་ཤས་རྒྱུ། དེ་ནས་སྐུ་ཡི་གཡག་གཡོག་དེའང་ཞི་གི་རེད། དེ་ནས་ད་ག་ནང་བཞིན་གྱི་བཀའ་ཤག་ཟུར་བ་ཚོ་ཡིན་ན་ཕྱག་ལས་ག་རེ་གནང་གི་ཡོད་ན། ལང་ལྷོང་ཡོང་པ་དང་བེད་ཤེས་བེད་ཀྱི་རྩ་དེ་ཐོན་ལ་འགན་འཕར་མ་ཅིག་ཡོད་དེ་བ། དེ་ནས་ཧོར་ཟླ་བར་ཐག་ཅིག་དུད་འགྲོ་ཞིག་བྱེད་དགོས་ཞིག་ཡོད་པ་ལ་སོགས་པ་གི་ཐོག་ལ། ཨ་ནེ་མཛད་ཉིན་མོ་བདེ་ལེགས། སྐུ་དགེ་ཡིག་ཚང་བརྗོད་ནས་རེ་རེ་དང། དེ་ག་ནང་བཞིན་གྱི་བསྟན་པའི་སྐུ་རེ་རེ། འོ་དུད་འགྲོས་གཅིག་གིས་བཀའ་དྲིན་བསྩལ་གནང་བ་རེད། འོ་དེ་ཡིན་དུས་དཔལ་ལྡན་སྲིད་སྐྱོང་ཟུར་བ་མཁན་དབང་བློ་བཟང་སེང་གེ་མཆོག་གཙོ་བོ་བཅོས་རིག་པའི་བཀའ་ལན་གནང་པ་ཐམས་ཅད་ཨ་ནི་བཀྲ་ཤིས་ལོ་ལེགས་ཀྱི་ངང་ནས་ཨ་ནི་ལས་ཀ་མཇུག་བསྒྲུབས་པ་རེད། དེ་ཡང་ང་རང་ཚོ་གི། ལྟ་བའི་དམིགས་ཁོ་པའི་གཉིས་ཤེས་ནོར་གོང་ས་ཤོང་གེ་ཆེན་པོ་མཆོག་གིས་གསུང་གི་བདུད་རྩི་ཐོད་པ་དང། ད་ག་ནང་བཞིན་གྱི་མཛད་ཉིན་མོ་བདེ་ལེགས་ད་ག་ནང་བཞིན་གྱི་བསྟན་པའི་སྐུ་སྣང་ལ་སོགས་པ། ད་ག་ནང་བཞིན་གྱི་ཚོགས་པ་རྒན་དེ་ཁག་མང་པོ་གཅིག་གི་ཐུགས་རྗེ་ལས་གསོལ་གྱི་ཚུལ་དུ། རིའི་རྒྱལ་པོ་རོ་ནང་བཞིན་གྱི་དཔུང་པ་རེད། དེ་ཡིན་དུས་བཀའ་ཤག་ཟུར་བ་ཡིན་ན་འདྲ་སྲིད་གཞུང་ཟུར་བ་ཡིན་ན་འདྲ་བཀྲ་ཤིས་ལོ་ལེགས་ཀྱི་ངང་དུ་ཕེབས་ཚར་བ་རེད། གནས་མང་མོས་ཀྱི་གདང་ཐད་བྱུང་བའི་དཔལ་ལྡན་སྲིད་གཞུང། ཨ་ནེ་སྤེན་པ་ཚེ་རིང་མཆོག་གི་དངོས་སུ་སྲིད་གཞུང་གི། དེ་ནས་ཕྱག་ལས་དེ་འགོ་འཛུགས་གནང་བ་རེད་ད་དེ་རིང་བར་བརྩིས་པས་ན་ཧ་ལམ་བདུན་ཕྲག།

དེ་ཡིན་དུས་ད་ཁ་ཙོང་ངོས་སུ་གསར་དུ་གདོང་ཐད་བྱུང་བའི། ཆོ་ག་བཟང་གི་ཤིན་ཏུའུ་དང་ཆོས་རྒྱུད་ཆེན་པོ་བཞི་གཡུ་འབྲུག་བན་དང་བཅས་པའི་ཤིན་ཏུའུ། ཕྱི་རྒྱལ་ཡུལ་གྲུ་ཁག། ཨོ་ལ་སོ་པ། དང་ལྟར་ཡང་ཤིན་ཏུའུ་བཞི་ཆུ་ཞེང། ཞེ་ལྔ་གི་ནོར་ལུག་ལ་བཞི་ཆུ་ཞལ་བཞི་སྟེ་ཀ་བ་ཕྱེད་དུ་སའི་ང་བ་དང་དུ་ལེན་ནས་ད་རེས་ཀྱི་དུས་ཚད་གཉན་འཕྲང་འདི་འདྲ་གཅིག་གི་ནོར་འོག་ལ། མུན་ཐོད་བཞིན་བཙན་བྱོལ་གཞུང་དེ་གནས་ཐོད་རྒོད་ཅིག་དང་མུན་ཐོད་བཞིན་ནི་བཙན་བྱོལ་གཞུང་གི་ཕྱག་ལས་དེ་ཟུར་འགྲོ་ཐོད་རྒོད་གི་འདུག་བསམ་ནས། དགོངས་པ་ཆེ་ཤོས་ཅིག་གི་ཐོག་ལ། ཁ་ཙོམ་ཙམ་ཐོན་པ་དེ་འདྲ་ཞིག་བྱུང་བ་རེད། ད་དེའི་གི་ནོར་ལོག་ལ་གནས་སྟངས་མང་པོ་ཞིག་ཡོད་བསྡད་པ་དངོས་གནས་སུ་རེད། ཡིན་ནས་ལས་ད། གོམ་པ་མདུན་དཔོན་ཞིག་གི་ཐོག་ལ། མཐའ་ལམ་གཅིག་གི་ཐོག་ལ། དམ་འབུལ་ཞུ་རྒྱུ་གི་ཕྱག་བཞི་མང་པོ་ཅིག་འཐེན་ནས། བཀའ་བསྡུར་མང་པོ་ཅིག་གནང་ནས་མཐའ་མའི་གི། ད་ཕར་འདྲི་གཟས་གཅིག་གི་ཐོག་ལ་དེ་དག་ལ། སོང་ན་བཏང་ནས། བར་སྒར་ཚོགས་གཙོ་གི་འགྲམ་དུ། དམ་འབུལ་གནང་མཁན། ཐོན་མི་ཉེ་རྩ་གཅིག་བྱུང་བ་རེད། ད་ར་ནང་དབྱིངས་ཀྱི་ཤུལ་ནོར་ཀོང་ས་ཤོང་མཁན་ཆེན་པོ་མཆོག་གི། སྐུ་སྤངས་མཐོང་བ་རང་གྲོལ་གྱི་འདམ་དུ། སྤྱན་འདྲེན་རིན་པོ་ཆེན་གྱི་འདམ་དུ་དང་པོར་བྱེད་ངེས་ཏེ། སྔོན་དང་ཉེ་གི་རྩ་གཉིས་དོན་འགྲེལ་ཞིག་བྱུང་བ་རེད། དེ་ཡིན་དུས་དངོས་གནས་ཤེས་རྟོགས་བགྱིད་དུ་ཐག། ད་དུས་ཚད་འདི་འདྲ་གཅིག་གི་ནང་ལོགས་ལ། ག་ལ་ག་མཚམས་ཀྱིས་འདྲིས་དེ་ཡོད་པ། དང་པོར་དེ་མཛད་དགོས་ཏེ་ད་རྒྱ་ཤིང་ངོགས་ནས་གྲོལ་དེ་ཡོད་པ་གཅིག་གི་གནས་སྟངས་ཀྱིས་ངོས་འཛིན་དགོས་ཀྱི་རེད་བསམ་བསམ་རེ་བགྱིས་ཡོད་རེད་དེ། ཡེ་ནས་ལ་རྟོག་མ་ལས་པ་གཅིག་ལ་བག་དཀར་ཚོགས་གཙོ་མཆོག་གིས། བག་དཀར་ཚོགས་གཙོ་གི་འདམ་དུ་དམ་པོར་བྱེད་ངེས་དེ་ནས་མི་དང་གཉེར་གི་རྩ་གཅིག་བྱུང་སོང་ཟེར་ནས་དུས་ཀྱི་ཚེ་རྟག་ཏུ་བཅད་པ་ཐམས་ཅད། འདི་ནས་དབུས་འོས་བསྡུ་ལས་ཁུངས་ལ་ཡར་ཕུལ་བ་ཡིན་ས་རེད། དེ་ཡིན་དུས་དབུས་འོས་བསྡུ་ལས་ཁུངས་འགན་འཛིན་མཆོག་གི་ཡིན་ན་ཡང། དང་པོར་གྱི་དེ་ནས་གྲུ་ཆ་དེ་ཏག་ཏག་འཚོང་མི་འདུག་དང་པོར་གྱི་གྲུ་ཆ་དེ་ག་དུས་འཚོང་བ་ན་སྐབས་དེ་དུས་དབུས་འོས་བསྡུ་ལས་ཁུངས་ངོས་ནས་གྲ་སྒྲིག་ཆ་སོང་ཡོད་པ་ཞིག་གང་ལྟར་ཡང་མཁར་རྫོང་གི་འོས་བསྡུ་དེ་འདི་དགྲ་དགའ་གཉེན་སྡུག་ཅིག་ཐོག་ལ་རྩིས་མེད་དུ་ཆགས་སོང་བ་གནས་སྟོད་ཐོག་སྐྱོ་བོ་དུད་འགྲོ་གྱི་བྱུང་བ་རེད། དེ་འདྲ་ཡིན་པ་ཡིན་དུ་ཕྱིར་གཏོང་གིས་དེ་ནས་མཁར་རྫོང་གི་གནས་ཚུལ་དེ་རོགས་རྩོད་ཅིག་ཞུས་པ་ཡིན་ན། བ་སྒར་ཚོགས་གཙོ་མཆོག་གི་འགྲམ་དུ་དང་འབུར་བྱེད་ངེས་གང་དང་གང་ཡོད་པ། མདོར་ན་དང་འབུར་བྱེད་ངེས་ཀྱི་དེ་དང་འབྲེལ་བའི་གནས་ཚུལ་དེ་སོགས། ཚོགས་དྲུང་ལས་ཁུངས་བརྒྱུད་ནས་དབུས་འོས་བསྡུ་ལས་ཁུངས་ཀྱི་ནང་ལ་ཕུལ་དགོས་ཡ་དེ་གནས་སྟངས་ཀྱི་རེད། མ་གཏོགས་བཅོས་པ་ལས་བག་སྒར་ཚོགས་གཙོ་ཐད་ཀར་འགྲོ་ནས། ནི་བག་སྒར་ཚོགས་གཙོ་གི་འདམ་དུ་དམ་འབུལ་བྱེད་ངེས་ངེས་ཀྱི་རྩ་ཆེའི་གཞུང་སོང་ལ་དེའི་གི་ཚེ་ཐག་ཏུ་བཅད་པ་ཕུལ་དགོས་ཀྱི་དེ་འདི། ནི། ཧ་ལས་པ་གི་ནོར་འཁྲུལ་ཆེན་པོ་གྱུར་བ། རྒྱུན་རིང་གང་ཡང་མེད་པའི་ཆ་རྐྱེན་གང་ཡང་མེད་པའི་གི་ཐོག་ལ་ཕུལ་བཞག་པ་དེ་འདྲུ་གྱི་རེད། དེ་འདྲུ་ཡིན་པ་ཡིན་དུས་གང་ལྟར་ཡང་ད་ཁ་ཚང་གི་ང་རང་ཚོ་གི་དགྲ་དགའ་གཉིས་སྡུག་གི་ལས་ཀ། གཞིས་ལུས་རྒྱ་ཆེའི་མི་མང། བློ་ཕོངས་དགོས་ཡ། རེ་བ་བརླག་འགྲོ་ཡ། དུད་འགྲོའི་གཅིག་གི་གནས་སྟངས་ཀྱི་ཐབས་སྐྱོ་པོ་དུད་འགྲོའི་གཅིག་བྱུང་བ་རེད། དུད་འགྲོ་ཡིན་པ་ཡིན་དུ་ད་ལན་རིང་དེ་མུ་མཐུད་ཞིག་ག་འགྲོ་ཞིག་འགྲོ་ཐུག་རེད་དུ་མ་རེད། དུས་ཀྱི་གནས་ཟུར་དེ་རེད། དེ་ཡིན་དུ་ཁ་ཚོང་མདོ་སྟེ་ཤིན་ཏུ་སྐྱོ་གི་དམ་པོར་དེ་འདི། ཨ་ནེ་ཀོ་པང་མཐོང་བ་རང་གྲོལ་གྱི་འདམ་དུ་སྤྱན་འདྲེན་རིན་པོ་ཆེ་འདམ་དུ་ཞིག་གི་ཡིན་ཡིན་ཟེར་ནས། སྙིང་གཞུག་ཏུ་བཅད་པ་ཡར་ཕུག་ཡོད་པ་རེད། དེ་ཡིན་དུས་མ་འོངས་པ་ཡིན་ན་ཡང། དེ་ལ་གནས་ཚུལ་དང་དེ་ལ་འགྱུར་བ་ཕ་ཤིར་འགྲོ་གི་མ་རེད་བསམ་གྱི་འདུག། དེ་ཡིན་དུས་འོས་བསྡུ་ལས་ཁུངས་ཀྱི་ངོས་ནས་ཡིན་ན་ཡང། གོམ་པ་གཉིས་པ་སྤོ་རྒྱུ་གལ་ཆེ་བ་ཞིག་བརྗིད་ཡོད་མ་སྲིད་པ་མ་རེད། དེ་ཡིན་དུས་ཕྱག་བཞི་གཉིས་པ་དེ་བ་ག་སེ་སེ་གཅིག་འགྲོས་ཐུགས་ཤིག་ཡོད་མེད་དེ། ངེས་མེད་རེད། གང་ལྟར་ཡང་ད་རེས་ཀྱི་གནས་ཚུལ་འདི་ལས་སླ་པོ་ཅིག་གི་ཞི་འཇམ་འགྲོ་བ་ཅིག་འདུག་ལས་སླ་པོ་གི་གི་ཐོག་ལ་ནང་འགྲིག་འགྲོ་བ་ཅིག་རྩ་བ་ཉིད་ནས་ཀྱི་གནས་སྟངས་ཅིག་ཆགས་མི་འདུག་དེའི་གི་རྒྱོ་རྒྱོང་དུ་དམིགས་ཡུལ་དེ་ལ་བརྟག་དཔྱད་ཞུ་འཇུག་བྱས་པ་ཡིན་ན། འདི་གི་གནས་ཚུལ་ཡོངས་ཀུན་མཐོང་མ་སྟེ། ཞོགས་ཀྱི་ཟོང་མདོག་རིན་པོ་ཆེ་མཆོག་གིས། ནོར་བུའི་ཀློང་ཁྲིད་ཁོང་གི་ནོར་ལུག་ལ་བཅར་འདྲི་ཅིག་ཞུས་ནས། འདི་གི་གནས་ཚུལ་དེ་ད་ལྟ་བར་དུ་འཕྲུལ་ཆ་དལ་བུར་དུ་འགྲུལ་གྱིན་བྱུང་བ་རེད། དེ་ཡིན་དུས་ཞོགས་ཀྱི་ཟོང་མདོག་རིན་པོ་ཆེ་ལྟ་བུར་འགྲུལ་གྱི་ཡོད་དོ་ཅོག་དེ་མཁས་དབང་རེད་ཉམས་མྱོང་རེད། སྤྱི་འཐུས་གྲོས་ཚོགས་ཀྱི་ཚོགས་གཙོ་ལོ་བཅུ་ལས་བྱེད་ཚང་ངེས་དོན་གྲོས་གྱི་རེད། བཀའ་བློན་ཁྲི་པ་ལོ་བཅུ་ལས་བྱེད་ཚང་ངེས་དོན་གྲོས་གྱི་རེད། བཙན་བྱོལ་གཞུང་འདི་འཕྲིན་དུ་བསྒྲིལ་གྱི། ལ་སོགས་པ། འཁོར་འདས་ལ་ཏི་ཟིག་ངས་ལྟ་བུ་གཅིག་གི། ཞང་བོ་ཆུ་ངན་གཅིག་གིས་ཕུར་གཞུང་གི་མི་སྣ་གཅིག་རེད། དེང་དུས་ཤོག་ཇུ་ཟངས་མདོག་རིན་པོ་ཆེ་མཆོག་གིས་བཅར་འདྲི་ཞུས་པའི་སྐབས་སུ་ཡིན་ན་ཡང་ཐོག་མ་ནས། མགོ་འདི་རང་བཙུགས་ན། བར་དུ་འདི་རང་ལྷུང་གི་རེད། མཐའ་མར་གྲུབ་འབྲས་འདི་འདྲ་ཅིག་ཡོང་གི་རེད་བསམ་བསམ་ཅིག་གི་དམ་ཚིག་ཅིག་རྒྱོབ་ཡོད་ཀྱི་རེད་བསམ་གྱི་འདུག། དེ་ཡིན་དུས་ང་རང་ཚོ་ཚང་མ་གི་ངོས་ནས། ད་རེས། འདིས་ཀྱི་ནོར་ལུག་ལ་སྐད་ཆ་མང་པོ་ཅིག་བཤད་བསྡད་པ་ཡིན་ན་ཆུ་བཀྲུས་ནས་མ་དོན་འོང་ཡ་སི་རྩ་བ་ཉིད་ནས་མི་འདུག་བསམ་གི་འདུག། ང་རང་ཚོ་གི་མི་སེར་དཀྱུས་མ་དེ་སོ་དགུ་བསྡད་ཡ་རེད་དགུ་བསྡད་ཡ། ཉེ་འཆར་དམའ་མོས་ཅིག་གི་ཐོག་ལ་གསར་དུ་གདོང་ཐལ་བྱུང་བའི་དཔལ་ལྡན་སྲིད་གཞུང། སྤེན་པ་ཚེ་རིང་མཆོག་གི་སྙན་གྲགས་ཅན་གྱི་ཨ་ནེ་གསར་འགྱུར་གཅིག་གི་ནོར་ལོག་ལ། བེ་རན་དང་འབྲེལ་བའི་སྐད་ཆ་མང་པོ་ཞིག་གསུངས་པ་རེད། དེའི་གི་ནོར་ལོག་ལ་མགོ་རྒྱ་བ་རིན་པོ་ཆེ་མ་འཆད་ཐོག་བཙན་བྱོལ་སྒྲིག་འཛུགས་ལས་ཀྱི་སྣེ་མང་བ་འབངས་མི་སེར་དང་བཅས་པ་ཐམས་ཅད་ཀྱི་ཁ་གི་ལོ་རྒྱུས་རྒྱུད་དུ་ཕ་ཡི་སེམས་ནང་དྲན་མ་མྱོས་ཟིག་གི། ཚིག་གཅིག། ག་འདྲོད་ཅེས་གསུང་བ་རེད་ཟེར་ན། རྒྱལ་བ་རིན་པོ་ཆེ་རྒྱ་ནག་གི་ཕར་གདན་འདྲེན་ཞུ་དགོས་ཀྱི་རེད། རྒྱལ་བ་རིན་པོ་ཆེ་གི་ཡང་སྲིད་དང། རྒྱ་ནག་དང་རྒྱལ་བ་རིན་པོ་ཆེ་པར་ལ་གྲོས་བསྡུར་བྱེད་དགོས་ཀྱི་རེད་གསུང་རྒྱུ་དེ་རེད། དེ་དག་རྡོ་རྡོག་འདྲུད་དེ། དེའི་གི་སྐད་ཆ་དེ་ལས་སླ་བོ་ཆེ་རྩ་བ་ཉིད་ནས་མར་བ། ད་ལྟ་བར་དུ་རྒྱལ་བ་རིན་པོ་ཆེན་གི་ཡོངས་གཟིགས་དེ་རྒྱལ་བ་རིན་པོ་ཆེ་སྐུ་སྒེར་རི་ལ་དབང་ཆ་ཡོད་པ་གཅིག་དང། ད་ག་ནག་རྒྱལ་གྱི་བཞུགས་དགའ་ལྡན་ཕོ་རོག་ལ་དབང་ཆ་ཡོད་པ། ང་ཚོ་ནང་པ་སངས་རྒྱས་པའི་རྗེས་སུ་འཇུག་ངེས་དེའི་གི་ནང་ལོགས་ལ། ཆོས་རྒྱལ་ཆེན་པོ་གཞི་དབྱིངས་རུ་བོན་དང་བཅས་པའི་བསྟན་བདག་བླ་ཆེན་རྣམ་པ་ཀྱི། བཀའ་བསྡུར་གནང་ནས། ཨ་ནི་ངོས་འཛིན་དགོས་ཀྱི་འདུག་ཟེར་གྱི་དེ་རེད། མ་གཏོགས་བྱས་པ་ལས། ཆོས་ལ་ཡིད་ཆེས་མེད་ངེས། རྒྱ་ནག་ལྟ་བུ་སྐྱིད་ལ། རྒྱལ་བ་རིན་པོ་ཆེན་གྱི་ཡང་སྲིད། དང་འབྲེལ་བའི་སྐད་ཆ་བཤད་ཤེས་ལུགས་ཀྱི་དབང་ཆ་ཡོད་མ་རེད། ཡོངས་གྲགས་གསུང་བསྡད་ཀྱི་སྟེར་བ་དེ་ཡིན་འདུག་དེའི་སྐད་ཆ་དེ་ལས་སླ་བོ་རྩ་བ་ཉིད་ནས་མ་རེད། དུད་འགྲོའི་སྤྱིའི་སྐད་ཆ་བཤད་ཚར་ནས་ད་ཉི་མ་ཁ་ཤས་འགྲོ་ཚར་སོང་བ། ང་ཚོ་གསར་འགྱུར་བཤད་མཁན་དེ་ཚོ་གིས་ན་ཡང་ས་ཁོངས་ཁག་གིས་ན་འཇམ་ཐིག་ཐིག་རེད་བསྡད་འདུག་ཨ། ཤོག་རྗེ་ཟངས་མདོག་རིན་པོ་ཆེ་ཡང་བཅར་འདྲི་ཞུ་ངེས་མི་འདུག་ལ་དེ་ལ་བཀའ་ལན་གནང་ངེས་མི་འདུག་ཨ། དེ་ཡིན་དུ་ཕྱོགས་ཡོངས་ལ་སྡང་བརྩི་འདྲ་པོ་དྲུག་གིས་རྒྱོབ་ཡིན་ན། ད་ལྟ་བར་དུ་ངོས་ཟིང་ངེ་ཟིང་ང་ཆགས་ཚད་འདས་ཀྱི་འཇོལ་རྒྱུང། གནད་འགག་ཆེན་པོ་གྱི་ཆབ་སྲིད་ཀྱི་ཐོག་ལ་ཡོད་ས་རེད་བསམ་གྱི་འདུག་དེ་ཡིན་དུ་ང་རང་ཚོ་མི་མང་གི་ངོས་ནས་ཡིན་ན་འདྲ། སྤྱི་འཐུས་རྣམ་པ་ཚོ་གི་ངོས་ནས་ཡིན་ན་འདྲ། གང་ལྟར་ཡང་ལྟ་སྐུལ་པས་འུ་ཚོའི་བྱས་ཡ་མི་འདུག། རྩ་བ་ཉིད་ནས་འདི་ལས་སློབ་རྒྱུ་རེད་མི་འདུག། དེ་ཡིན་དུས་རྣམ་པ་ཚོགས་ཀྱི་དེ་ལུགས་ཀྱི་ཐུགས་ལ་བཞག་པ་མཚལ། དེ་ནི་ཤེས་མི་ཤེས་ཚིག་ཤེས་ཚིག་ཉིད་འགྲོ་མི་ཤེས་ལོག་རྟོག་ལོག་སྤེལ་གྱི་ཡོད་རེད། དེ་ཡིན་དུས་ཐུགས་ལས་ཕོག་ཟེར་གཤེན་ལས་ཡོད་ཟེར་དོན་འགྲུལ་བྱུང་སོང་ན། དགོངས་འགལ་མེད་པར་ཞུས། ད་རེས་ཀྱི་སྐད་ཆ་འདི། ཚོགས་པ་ཕྱི་སྡོད་ཁག་ཅིག་གིས་སྐུ་ཚབ་བྱས་ནས་བཤད་འོང་ཆོག་ཅིག་མེད། དེའི་ནང་བཞིན་གྱི། མི་ཤེས་བླ་ཤེས་ཅིག་གིས་སྐད་ཆ་དེ་བཤད་ཞོག་ཟེར་ནས། བཙན་པོ་དབང་གཡོག་གི་ཐུགས་ལ། ནས་བཤད་བཞག་ཆོག་ཅིག་མེད། དེ་ཡིན་དུས་དེ་མི་སེར་ང་རང་དཀྱུས་མ་ཅིག་གིས། ང་རང་གང་དྲན་པ་དེ་ང་རང་ཤེས་བཞག་པ་དུ་འགྲོ་རྒྱུ་ཡིན། དེ་ཡི་གི་འགན་ཡོངས་སུ་རྫོགས་པ་ང་རང་དོ་བདག་གི་ཁུར་འགྲོ་གི་ཡིན། འོ་དུད་འགྲོ་རྗེས་ཤུལ་འདྲ་པ་བྱུང་སོང་དེ་ནི་ནོམ་པ་ལ་འགྱེད་ཚོང་མ་ལ། བཀྲ་ཤིས་བདེ་ལེགས་མཚམས་འདྲི་ཡོད།